ག་རེ་ཞུ་གི་ཡོད་རེད། གདམ་ག། དང་པོ། རྒྱལ་བ་བློ་བཟང་རྒྱ་མཚོར་ཞུ་གི་ཡོད་རེད། གཉིས་པ། རྒྱལ་བ་སྐལ་བཟང་རྒྱ་མཚོར་ཞུ་གི་ཡོད་རེད། གསུམ་པ། རྒྱལ་བ་དགེ་འདུན་གྲུབ་ཞུ་གི་ཡོད་རེད། བཞི་པ། རྒྱལ་བ་ཐུབ་བསྟན་རྒྱ་མཚོར་ཞུ་གི་ཡོད་རེད། ཁྱེད་རང་གི་ལན་ག་རེ་ཡིན་པ། རྒྱལ་བ་བློ་བཟང་རྒྱ་མཚོ། རྒྱལ་བ་རིན་པོ་ཆེ་སྐུ་འཁྲུངས་བཅུ་གསུམ་པ་གི་ཚེས་ལ།
རྒྱལ་པོ་ཐུབ་བསྟན་རྒྱ་མཚོ། ཨོའོ་ཡ་ཡ་ཡ་བྷེ་བྷོ། རེད། གོང་ས་མཆོག་སྐུ་འདྲིས་བཅུ་གསུམ་པའི་གི་མཚན་ལ། རྒྱལ་བ་ཐུབ་བསྟན་རྒྱ་མཚོ་ཞུ་བ། ད་ལྟ་ཁྱེད་རང་སུ་ཡང་གི། ཨ་ནི་བློ་བཟང་རྒྱ་མཚོ་ཟེར་ཏེ་རྒྱ་བོར་མི་བྱེད་སྐུ་འདྲིས་ལྔ་པ་ཡིན་པ། དེའི་གཅིག་ནས་འགྲིག་གོ། སྐུ་འདྲིས་ལྔ་པ། སྐུ་འདྲིས་བཅུ་གསུམ་པ། སྐུ་འདྲིས་ཨ་ནི་གར་སོ་རེ་བདུན་པ། དེ་ཚོ་གི་མཚན་དེ་ངེས་པར་དུ་ཤིང་བོ་རེད་གཞན་པ་དེ་ཚོ། ད། བྱུང་ན་ཤིང་ན་འགྲིག་གི་རེད་མ། མ་བྱུང་ན་ཡང་གལ་ཡོད་མ་རེད། མཁྱེན་ས་རེད་བྷོ་ཡ་དེ་རེད། ད་ཏི་ཤུ་གུ་དྲི་བ་དིང་དང། ཏཱ་ལའི་བླ་མ་ཞེས་པའི་མཚན་དེ་རྒྱ་བ་གང་གི་སྐབས་སུ་བྱུང་བ་རེད། གདམ་ག་དང་པོ་རྒྱ་བ་རིན་པོ་ཆེ་སྐུ་འཕྲེང་དང་པོའི་སྐབས་ལ་བྱུང་སྐྱོར་རེད། གཉིས་པ། རྒྱ་བ་རིན་པོ་ཆེ་སྐུ་འཕྲེང་ལྔ་པ་སྐབས་ལ་བྱུང་སྐྱོར་རེད། གསུམ་པ། རྒྱ་བ་རིན་པོ་ཆེ་སྐུ་འཕྲེང་བཅོ་གསུམ་པ་སྐབས་ལ་བྱུང་སྐྱོར་རེད། བཞི་པ། རྒྱ་བ་རིན་པོ་ཆེ་སྐུ་འཕྲེང་གསུམ་པའི་སྐབས་ལ་བྱུང་སྐྱོར་རེད། ཁྱེད་རང་གི་ལན་ག་རེ་ཡིན་པ།
རྒྱལ་བ་རིན་པོ་ཆེ་སྐུ་མདུན་གསུམ་པ། ཨོ་དཔལ་ཧོ། ཏཱ་ལའི་བླ་མ་ཞེས་པའི་གི་མཚན་དེ་རྒྱལ་བ་རིན་པོ་ཆེ་སྐུ་མདུན་གསུམ་པའི་སྐབས་ལ་བྱུང་བ་རེད། རྒྱལ་བ་རིན་པོ་ཆེ་སྐུ་མདུན་གསུམ་པ་ཨ་ནེ་དཔལ་དུ་བསོད་ནམས་རྒྱ་མཚོ་སྐབས་ལ་བྱུང་བ་རེད། བསོད་ནམས་རྒྱ་མཚོ་སྐབས་དེ་དུས་སོག་ཡུལ་ལ་ཕེབས་བྱས་ནས་སོག་ཡུལ་གྱི་རྒྱལ་པོ་ཨོ་ཏིན་རྒྱལ་པོས་གི་རྒྱལ་བ་རིན་པོ་ཆེ་ལ་ཡང་ད་ཁྱེད་རང་དཔལ་ཧང་སང་ཡན་ཇེ་རེད་བཞག་ཁྱེད་རང་ཁྱེད་རང་གི་རྣམ་དཔྱོད་དེ་གས་དེ་རྒྱ་མཚོ་ནང་བཞིན་རེད་བཞག་ཟེར་ནས the ocean of wisdom ཏཱ་ལའི་བླ་མ་ཟེར་བའི་གི་མཚན་དེ་ཕུལ་བ་རེད་བ།

ཨམ་ཅི་ལ་གི་དོ། ཨམ་ཅི་ལ་ཡ་དེ་སྨན་པ་ལ་ཨམ་ཅི་ལ་གི་དོ Doctor ལ། འོ་འདི་ཡང་སོག་པོ་གི་ཚིག་རེད། སོག་པོ་གི་ཚིག་དཔེ་མང་པོ་ཡོད་རེད་ང་ཚོ་གི་སྐད་ཆ་ནང་ལོ། རེད་བ། འོ་ཡ་ཏཱ་ལའི་བླ་མ་ཞེས་དེ། རྒྱལ་བ་རིན་པོ་ཆེ་སྐུ་འཕྲེང་གསུམ་པའི་སྐབས་ལ་བྱུང་བ། དེ་གི་དོན་དག་དེ Ocean of Wisdom ཡིན་པ། དེ་སོག་པོ་གི་ཚིག་ཡིན་པ། ད་གམ་སུ་ཧ་གོ་ན། ཨོ། ལ་རྒྱལ། ཧཧཧ། དགའ་ལྡན་ཕོ་བྲང་ཞེས་པའི་བླ་བྲང་དེ་རྒྱལ་བ་རིན་པོ་ཆེ་སྐུ་འཕྲེང་གང་གི་སྐབས་སུ་བྱུང་བ་རེད། དགའ་ལྡན་ཕོ་བྲང་ལ་ཡ་དེ་རྒྱལ་བ་རིན་པོ་ཆེ་གི་བླ་བྲང་གི་མིང་རེད་བ། བླ་བྲང་སོ་སོ་སོ་སོ་ལ་མིང་ཡོད་ར། འོ་དེ་ཡིན་ཙང་རྒྱལ་བ་རིན་པོ་ཆེ་ལ་ཡ་དགའ་ལྡན་ཕོ་བྲང་ཟེར་ཡ་གི་བླ་བྲང་དེ་ག་དུས་སྐབས་ལ་བྱུང་མགྱོགས་རེད། རྒྱལ་བ་རིན་པོ་ཆེ་སྐུ་འཕྲེང་གཉིས་པའི་སྐབས་ལ་བྱུང་མགྱོགས་རེད། ལྔ་པའི་སྐབས་ལ་བྱུང་མགྱོགས་རེད། བཅོ་གསུམ་པའི་སྐབས་ལ་བྱུང་མགྱོགས་རེད། གསུམ་པའི་སྐབས་ལ་བྱུང་མགྱོགས་རེད། ཁྱེད་རང་ལ་ཡིན་ག་རེ་ཡིན་བ།

ཕྱག་བཏབ་རེད་བཀྲ་ཤིས་བློན་པོ་ལ་ཞུ་རེད། ཨ་ནི་སྐུ་མཁྲིན་གཉིས་པ་དེ་བཀྲ་ཤིས་བློན་པོ་ལ་ཞུ་ཡ་ད་དེས་དཀའ་ངལ་ཡོད་རེད། དགོས་པ་ཡིན་ཙང་ཨ་ནི། དེ་དུས་སྐབས་ལ་འབྲས་སྤུངས་གི་མི་དེ་ཚོ་གི་གདན་འདྲེན་ཞུས་ནས་རྒྱལ་བ་རིན་པོ་ཆེ་འབྲས་སྤུངས་ལ་ཕེབས་ནས་འབྲས་སྤུངས་ལ་ཞུ། ཨ་ནི་འབྲས་སྤུངས་ལ་ཞུ་དུས་ཞུ་ས་གི་ཁང་པ་དང་བླ་བྲང་གཅིག་དགོས་རེད་པ་བླ་བྲང་དེ་གི་མིང་ལ་དགའ་ལྡན་ཕོ་བྲང་ཟེར་ནས་བཏགས་ནས་ཨོ་ནི་སྐུ་མདུན་གི་ཕོ་བྲང་དེ་གི་མིང་ལ་དགའ་ལྡན་ཕོ་བྲང་ཟ། ད་ཁྱེད་རང་ས་ཉིན་ན་ཉིན་མོན་གྷོ་དེ་ལ་འགྲོ་གི་རེད་པ། ཀུན་འདུས་ཆིབས་བསྒྱུར་ཀ་ལ་མུན་སྐོར་དེ་ལ་འགྲོ་དུས་ཙམ་པ་ལ་འབྲི་སྤུངས་ལ་འགྲོ། འབྲི་སྤུངས་ལ་འགྲོ་ནས་འབྲི་སྤུངས་ཀྱི་འདུ་ཁང་དེ་གི་ཐོག་ཁ་དེ་ལ་དགའ་ལྡན་ཕོ་བྲང་ལ་རྒྱལ་བ་རིན་པོ་ཆེ་གི་བླ་བྲང་དེ་ཡོད་རེད། དེ་དུས་ཁྱེད་རང་འཇིགས་འཇིགས་མི་འཇིགས་མཇལ་ཁ་ཞུ་ཨ། ལ། ང་སོ།
འོ་ཡ་འོ་དེ་རེད། འོ་ཡ། དགའ་ལྡན་ཕོ་བྲང་ཞེས་པའི་བླ་བྲང་དེ་རྒྱལ་བ་རིན་པོ་ཆེ་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོའི་བཀའ་སོགས་བྱུང་བ་རེད་ད་ཐག་ཆགས་སོང། ད་དེ་བཤུ་གུ་དྲི་བ་འདི་བྱའོ། ད་བོད་གཞུང་དགའ་ལྡན་ཕོ་བྲང་ཟས་བཅོས་རེད་པ་ད་དེ་བཤུ་གུ་དེ་ལ་དགའ་ལྡན་ཕོ་བྲང་དེ་གི་བླ་བྲང་དེ་གི་ཐོག་ནས་བོད་གཞུང་དབང་བསྒྱུར་བྱས་རེད་པ་དེ་འདྲ་ཡིན་ཙང་བོད་གཞུང་དགའ་ལྡན་ཕོ་བྲང་ལ་ཡ་དེ་རྒྱ་བ་རིན་པོ་ཆེ་སྐུ་དྲིན་ག་དུས་ག་ལ་བྱུང་སྐྱོ་རེད་སྐུ་དྲིན་གཉིས་པ། སྐུ་དྲིན་ལྔ་པ། སྐུ་དྲིན་བཅོ་གསུམ་པ། སྐུ་དྲིན་གསུམ་པ། ག་རེད་ག་དུས་ག་ལ་བྱུང་སྐྱོ་རེད། སྐུ་དྲིན་གཉིས་པ། སྐུ

ཆབ་སྲིད་ནང་ལོགས་ལ་ཡོད་མ་རེད། ད་སྐུ་མགྲིན་ལྔ་པའི་སྐབས་ནས་བཟུང་སྟེ་རྒྱལ་བ་རིན་པོ་ཆེ་གིས་ཆབ་སྲིད་ཀྱི་ཐུགས་འགན་བཞེས་ནས། རྒྱལ་བ་རིན་པོ་ཆེའི་སྙེ་མ་བླ་བྲང་དགའ་ལྡན་ཕོ་བྲང་ལ་ཡལ་ཏེ་བོད་གཞུང་དགའ་ལྡན་ཕོ་བྲང་ཆགས། བོད་གཞུང་དགའ་ལྡན་ཕོ་བྲང། ཕྱོགས་ལས་རྣམ་རྒྱལ་ཞེས་ནས་ད་འདི་ཆགས་རེད་བ། འོ་དེ་དཔེ་གལ་ཆེན་པོ་ཡོད་རེད་ད་འདི་ཚོ་རྒྱལ་བ་རིན་པོ་ཆེ་ག་འདྲའི་ག་འདྲའི་བྱས་ནས་བོད་གཞུང་དགའ་ལྡན་ཕོ་བྲང་བཙུགས་ཡོད་པ་དེ་ངས་རྗེས་ལ་ཞུས་གོ། རྒྱལ་བ་རིན་པོ་ཆེ་གིས་ཕྱི་ལོ་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོ་ལ་བོད་གཞུང་དགའ་ལྡན་ཕོ་བྲང་ལ་ཡལ་ཏེ་བཙུགས་ནས་ཕྱི་ལོ་ཉིས་སྟོང་བཅུ་གཅིག

བོད་གཞུང་དགའ་ལྡན་ཕོ་བྲང་ལ་ཨེ་ཏི་རྒྱ་བ་རིན་པོ་ཆེ་སྐུ་འཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོའི་བཀའ་ལས་བྱུང་བ་རེད། ཨོ་ཡ་དཔེ་ཧ་གོ། ད། གནས་མལ་གྱི་དང་གི་ལྟད་མོ་དེ་དང་འབྲེལ་བ་ཡོད་པའི་དྲི་བ་ཅིག་རེད་ཤག། རྭ་སྒྲེང་རིན་པོ་ཆེ་གི་རྗེས་སུ་བོད་ཀྱི་སྲིད་སྐྱོང་དེ་སུས་གནང་བ་རེད། གདམ་ག། གླིང་རིན་པོ་ཆེ་གི་གནང་བ་རེད། རྒྱ་བ་རིན་པོ་ཆེ་གི་གནང་བ་རེད། སྟག་བྲག་རིན་པོ་ཆེ་གི་གནང་བ་རེད།

དམག་ཤོར་རུ་བ་འཛིང་རིགས་དང། བོད་གཞུང་དེ་ཁ་ཅིག་ཏཱ་ཀྲ་རིན་པོ་ཆེ་གི་ཕྱོགས། ཁ་ཅིག་རེ་རིང་རིན་པོ་ཆེ་གི་ཕྱོགས། ཏཱ་ཀྲ་རིན་པོ་ཆེ་དང་ར་འདྲི་རིན་པོ་ཆེ་གཉིས་ཀྱི་ཕྱོགས་གཏོགས་གཉིས་ཀྱི་མི་དེ་ཚོ་ཕན་ཚུན་མ་འཆམ་པ་བྱས་ནས་བོད་ནང་ལོག་ལ་དཔེ་དཀའ་ངལ་ཆེན་པོ་བྱུང་རེད་བ། འོ་ཡ། ཕལ་ཆེ། འོ་ཡ། ད་ཕལ་ཆེར་དྲི་བ་ཐ་མ་དེ་ཡིན་ས་ཡོད། གོང་ས་མཆོག་སྐུ་ན་ཆུང་དུས་སུ་སྐུ་མཆེད་སུ་དང་ལྷན་དུ་འཚར་ལོངས་བྱུང་བ་རེད། རྒྱལ་བ་རིན་པོ་ཆེ་ད་ཆུན་ཆུན་ཀ་ནས་སོང་དེར་དང་ཕི་གའི་ཨ་མདོ་ལ་ཡོད་དུས་ནས་སོང་དེ་ལྷས་ས་ན་ལ་སྤུ་གུ་ཆུན་ཆུན་ཆུན་ཆུན་ཡིན་པའི་སྐབས་ལ། སྤིན་རྒྱག་ཅིག་གི་མཉམ་དུ་ལ་རྩེད་མོ་རྩེ་ཡིན་ནས་འདྲ་དུ་སློབ་སྦྱོང་བྱས་ཡིན་ནས་འདྲ་དུ་མཉམ་དུ་སྤིན་རྒྱག་ཅིག་གི་མཉམ་དུ་ལ་འཚར་ལོངས་བྱུང་བར་བ། འདི་སྤིན་རྒྱག་འདི་སུ་རེད། རྒྱ་ལོ་བསྟན་འགྲུབ་རེད་བས། སྟག་འཚེར་རིན་པོ་ཆེ་རེད་བས། ཚེ་རིང་སྒྲོལ་མ་རེད་བས། བློ་བཟང་བསམ་གཏན་རེད། རྒྱལ་བ་རིན་པོ་ཆེ་གི་ཅོ་ཅོ་ཞིག་ཉམས་རྟོགས་ལ་འཚར་ལོངས་བྱུང་གི་ཡོད་ཨ་སྙམ་དོ་སྙམ་དུ་ཕྱིན་བཅུ་ཡོད་སྐབས་ནས། སྟག་འཚེར་རིན་པོ་ཆེ། སྟག་འཚེར་རིན་པོ་ཆེ་ཆེ་ཤོས་དེ་ཡིན་པ། ཁོ་རང་སྙམ་དུ་ལོ་འདྲ་པོ་འདྲ་པོ་བྱས་ཁོ་གཉིས་པ་རོ་དེ་ལ་མཚམས་མཚམས་བརྩེགས་བརྒྱབ། ཨོ་དེ།

Islamic། ཆེད Buddhism། ཆེད་མི་མང་ཆོས་ལུགས་ཚང་མ་འཛོམས་ནས་ང་ཚོར་དྲི་བ་དྲིས་ལན་དང་གཏམ་བཤད་བྱས་པ་རེད Compassion གི་ཐོག་ལ། བྱམས་བརྩེ་གི་ཐོག་ལ། ང་ནི་ང་ཚོ་སྡུག་ཟ་མ་འགྲོ་ཡིན་པ་ང་ཚོ་ད་བོད་པ་བོད་པའི་གི་ནང་པའི་གི་ཚབ་བྱེད་ངེས་སྐད་ཆ་བཤད་ངེས་ང་རེད། ང་ནི་ང་སྡུག་ཟ་སྐད་ཆ་བཤད་ག་སྡུག་ཟ་འགྲོ་དུས་ཚོམས་པ་ལ་དེ་ལ་རྒྱ་མིའི་སློབ་ཕྲུག་དཔེ་མང་པོ་འདུག་ཨ། རྒྱ་མིའི། རྒྱ་མིའི་སློབ་ཕྲུག་དཔལ་མང་པོ། ཁོ་ཚོ་ཚང་མ་གི་ཟུར་ལ་བང་བསྒྲིགས་ནས་ང་ལ་ག་རེ་ལབ་དགོས་ར་གོ། Tibet is part of China Tibet is part of China ལ་སྐད་རྒྱག་གི་འདུག། ཨ་ནི་ཁོ་ཚོ་གིས་ང་ལ་སྐད་ཆ་བཤད་མ་བཅུག་ནས་དཀའ་ཡག་གི་འབད་བརྩོན་བྱས་བྱས་བ། ཨ་འདྲེ་བྱས། དེའི་རྗེས་ལ་ང་ཕི་གེ་ཕ་ཐུག་ག་འགྲོ་ཁོ་ཚོ་མཉམ་དུ་ལ་ཐུག་ཕྱིར་བ། ཡང་རྒྱུ་ཁོ་ཚོ་གིས Tibet is part of China བོད་རྒྱ་ནག་གི་ཆ་ཤས་རེད་ཁྱོད་ཨང་རྩོད་རྒྱ་མི་རེད་འགྲོ་བ་མང་པོ་ལབ་གི་འདུག་ཨང། ཨ་ནི་ང་ཚོ་ཕ་ཐུག་སྐད་ཆ་བཤད་ཡིན་པ། སྐད་ཆ་བཤད་དེ་བོད་བོད་དེ་རྒྱ་ནག་གི་ཆ་ཤས་ག་དུས་རེད། ག་དུས་ནས Tibet དེ Part of China ཆགས་པ་རེད། ག་དུས་ནས་བོད་རྒྱ་ནག་གི་ཆ་ཤས་ཆགས་རེད། རྒྱ་ནག་གི་ནང་ལོགས་ནས Tang Dynasty སྐབས་ལ Tang རྒྱལ་རབས་སྐབས་ལ་བོད་དེ་རྒྱ་ནག་གི་ཆ་ཤས་རེད་བས་མ་རེད། Tang རྒྱལ་རབས་སྐབས་ལ་ང་རང་ཚོ་བོད་ལ་དཔེ་སྲུང་ཚད་སྒམ་པོ་བྱས་ནས་དཔེ་སྐད་རགས་ཆེན་པོ་འདི་འདྲ་མང་པོ་བྱུང་ཡོད་རེད། Sung རྒྱལ་རབས་སྐབས་ལ་ཡང་མ་རེད། Yuan རྒྱལ་རབས་སྐབས་ལ་ཡང་མ་རེད། Ming རྒྱལ་རབས་སྐབས་ལ་ཡང་མ་རེད། Qing རྒྱལ་རབས་སྐབས་ལ་ཡང་མ་རེད། ང་རང་ཚོ་རྒྱལ་དབང་ལྔ་པ་ཆེན་པོའི་སྐབས་ལ་དཔེ་སྐད་རགས་ཆེན་པོ་ཆགས་ནས། བོད་པ་གི་ངོས་ནས་རྒྱ་ནག་ལ་ཕར་དབང་བསྒྱུར་བྱེད་ཀྱི་ཡོད་རེད་མ་གཏོགས་རྒྱ་ནག་གིས་བོད་པ་ལ་ཚུར་དབང་བསྒྱུར་བྱེད་ཀྱི་ཡོད་མ་རེད་ཟེར་ན་ལོ་རྒྱུས་ཆ་ཚང་ཤེས་ཡིན་པ།

ནང་བ་གི་སྐད་ཆ་བཤད་མཁན་ང་རེད་ཀམ་པའི་ཤིང་ཐོག་ལ་བཤད་བར་དང། ཨ་ནི་ངས་ཀམ་པའི་ཤིང་ཐོག་ལ་སྐར་མ་ཁ་ཤས་ཅིག་བཤད། དུ་བཤད་དུས་ཙམ་པ་ལ་རྒྱ་མི་དེ་ཚོ་གི་རྣམ་འགྱུར་དཔེ་བདུན་གི་དང། སྣང་བ་མ་འགྲོ་འོ་མདོག་མདོག་བྱས་ནས། ཨང། འདྲེ་འདྲེ་བྱས་ནས་མང་པོ་བྱེད་ཀྱི་འདུག་ཨ་ནི་ངས་གཏམ་བཤད་བྱེད་ཡ་མགོ་བཙུགས་བ་དང་ཕྱི་རྒྱལ་མགོ་སེར་བོ་དེ་ཚོ་གི་ཚང་མ་ལ་ལག་པ་བརྡབས་ནས་ཡར་ལངས། ལག་པ་བརྡབས། ཨ་ནི་ངས་གཏམ་བཤད་ཚར་བ་དང་ཨ་ནི་ཕྱི་རྒྱལ་དེ་ཚོ་གི་སྐད་རྒྱག། ཧཧཧ་ཡག་པོ་འདུག་ལ་ནི། ཨ་ནི་ང་ལ་དྲི་བ་དཔེ་མང་པོ་བཏང་སོང་ཨ་དྲི་བ་དཔེ་མང་པོ་བཏང་ཨ་ནི་མང་ཆེ་བ་ལ་ང་ལན་ཡག་པོ་རྒྱབ་ཐུབ་སོང་ད་ངས་ག་ལབ་གི་ཡོད་ལབ་ན། ང་ཚོ་ཆུང་ཆུང་སྐབས་ནས་བོད་ཀྱི་ལོ་རྒྱུས་སྦྱངས། ཆགས་སང་སྦྱངས་ནས་འགྲོ་ཡོད་ན། ཨ་འདྲེ་འདྲ་བོ་མཉམ་དུ་ལ་ཐུག་ཡོང་ན་སྐྲག་བས་དང་ཞེད་བས་བཅས་ཡོད་མ་རེད། ཆགས་སང་ཤེས་ཡོད་རེད་བ་ལོ་རྒྱུས་ཀྱི་ཐོག་ལ། ལྷའམ་གྱི་སྐབས་ལ་མིང་གི་སྐབས་ལ་གསུང་གི་སྐབས་ལ་ཡོན་གྱི་སྐབས་ལ་ཆིང་གི་སྐབས་ལ་ཨ་འདྲེ་ཨ་འདྲེ་རེད་རྒྱ་མིའི་ཁྱད་དབང་སོགས་ཀྱི་ལོ་རྒྱུས་རྣམས་ལ་ཨ་འདྲེ་ཡོད་རེད་ཆིང Dynasty སྐབས་ལ་ཨ་འདྲེ་ཡོད་རེད་ཡོན Dynasty སྐབས་ལ་ཨ་འདྲེ་ཡོད་རེད་མིང Dynasty སྐབས་ལ་ཨ་འདྲེ་ཡོད་རེད་ལ་ནི་ཆ་ཚང་ཤེས་ཡས་ཡོད་རེད། ད་ནི་དུས་སུ་ཆ་ཚང་གཅིག་སྦྱངས་མེད་ན་ཨ་ནི་བྱེད་མ་འདོད་བ་ལ་ཨ་ནི Tibet is part of China ལ་དུས་ཙམ་པ་ལ་ཡང་ཞེས་གོ་ཡ་རེད་བ་ཆ་ཚུར་བ་རེད་མ་རེད། རེད།